རྣམ་པ་ཚང་མ་བཀྲ་ཤིས་བདེ་ལེགས་ཤོག་ཡིན་ད་ད་ང་སྐར་མ་གསུམ་བཞི་གཅིག་ནང་ལོགས་ལ་གནས་ཚུལ་གཅིག་ཐོས་ལ། ད་བོད་པ་སྤྱི་དང་ལྷག་པར་དུ་ནི་གཅིག་དབྱིན་ཇི་སྐད་ཀྱི་གནས་ཚུལ་ཡག་པོ་ཡོད་ཉིན་དེ་ཚོ་ལ་འབོད་སྐུལ་ཞུ་བ་བྱེད་ཀྱི་ཐོག་ལ་དགའ་མོར་བཞུགས་ཡོད། ད་དེ་ག་རེ་རེད་ལབ་ན་ཉེ་བའི་ཆ་ལ་ད་ལྟ་སྤྱི་ཟླ་བཅུ་བཞི་གི་ཚེས་པ་བཅུ་བདུན་ལ། ད། ཕྱི་རྒྱལ་གྱི་བུད་མེད། Samira Khan། ལ་ཡ་བཅས་ཀྱིས་མོ་རང་གི Twitter གྱི་ཐོག་ལ་ད་རྒྱ་བ་རིན་པོ་ཆེ་ལ་འཚེ་མེད་དང་འབྲེལ་བའི་གནས་ཚུལ་ཅིག་སྤེལ་ཡོད་རེད་གནས་ཚུལ། ད་མོ་རང་ར་བ་ཆགས་བཞིན་ན Twitter གྱི་ཐོག་ལ Twitter གྱིས་མོ་རང་གི་རྗེས་འབྲང་པ་དྲུག་ཁྲི་ལྔ་སྟོང་ལྷག་ཡོད་ཉེན། ད་དེ་འབྲེལ་གྱི་སྤྱི་ཚོགས་དྲ་ལམ་ཐོག་ལ་གནས་ཚུལ་སྤེལ་བསྡད་ཉེན་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་མོ་རང་གིས་རྒྱ་བོད་གཞན་ནོར་བུ་གྱི་སྐུ་པར་ཅིག་དང་མཉམ་དུ། ཨ་ནི་ད་མི་ཡི་པགས་པ་གི། ད་མི་ཆེ་ཆུང་གསུམ་གྱི་པགས་པ་གི་པར་དང། ཨ་ནི་སྐྱབས་དགོངས་རིན་པོ་ཆེའི་སྐུ་པར་མཉམ་དུ་བསྒྲིགས་བྱས་ནས་གང་ལྟར་མོའི་གནས་ཚུལ་ཕྱོགས་རྒྱུགས་བྱས། ཚིག་ཁ་ཤས་ཅིག་དཔེར་ཡོད་རེད་ད་དེའི་ནང་ལགས་ལ། མོ་རང་གིས་ག་རེ་ལབ་ཡོད་རེད་ཟེར་ན་ཨ་ནི། འཛམ་གླིང་སྟེང་གི་ད་གུས་ཚིག་ཆེ་ཤོས་བྱས་ཡོད་ཅེས་བྲན་གཡོག་གི་བདག་པོ་ཟེར་བ། ལབ་ཀྱི་ནི་ད་སྐྱབས་མགོན་རིན་པོ་ཆེ་ལ་མཚན་སྨད་ཞུས་པའི་འགོ་རྒྱུགས་དེ་གས། ཨ་ནི། འོ་ལ། ག་རེ་ལབ་ཡོད་རེད་ཟེར་ན་ནི། མི་ཡི་པགས་པགས་ཀྱི་པར་དེ་ཚོ་བོད་མིའི་པགས་པགས་ཀྱི་པར་ཡིན་པ་དང་ཨ་ནི་དེ་ཡང། དེ་ནི་ཏཱ་ལའི་བླ་མ་གིས་ནང་ཆོས་ཀྱི་ཆོས་རྒྱུད་ཀྱི་ཆོ་ག། གི་ནི་ཆེད་དུ་ད་མི་ཡི་པགས་པ་བེད་སྤྱོད་བྱེད་ཀྱི་ཡོད་པ། དེ་ཡང་སྔོན་མ་བོད་དེ་བྲན་གཡོག་ལམ་ལུགས་ཀྱི་སྤྱི་ཚོགས་ཅིག་ཡིན་པ་དང་ནི་བྲན་གཡོག་གི་བདག་པོ་ཚོ་གིས་བྲན་གཡོག་དེ་ཚོ་སྲེག་བྱས་ནས་ནི། དེ་ཚོའི་པགས་པ་དེ་ཚོ་ནི། རྒྱལ་བ་རིན་པོ་ཆེ་ལ་བྱིན་རླབས་ཞུ་ཡག་གི་ཡིད་ཆེས་དང་ནི་ཅིག་དེ་འདྲ་གི་ངོས་འཛིན་ཅིག་གི་ཐོག་ནས་རྒྱལ་བ་རིན་པོ་ཆེ་ལ་ཡང་འབུལ་གྱི་ཡོད་རེད། ད་དེ་འདྲ་གི་གོང་ལྟར། ཆོས་རྒྱུད་ཀྱི། ད་གནས་ཚུལ་གཅིག་དཔེར་ཡོད་རེད། ད་དེ་འཁྱོག་འཁྱོག་གི་གནས་ཚུལ་དེ། ས་མི་ར་ཁང་གི་འཁྱོག་འཁྱོག་གི་གནས་ཚུལ་དེ་ཚོ། ད་མོ་རང་གནས་ཚུལ་དེའི་ཐོག་ལ་སྐད་ཆ་བཤད་ཉན་གི་ད་གདོང་པ་གསར་བ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་མ་གཏོགས་མོས་བཤད་པའི་སྐད་ཆ་དེ་ཚོ་རྒྱ་ནག་གཞུང་གིས་མི་ལོ་དྲུག་ཅུ་ལྷག་ད་རྒྱལ་སྤྱིའི་ཐོག་ལ། ནི་བུ་དེ་སྔར་བྲན་གཡོག་དང་རྗེས་ལུས་དང་ཀླ་ཀློ་དག་དང་མུན་ནག་གི་སྤྱི་ཚོགས་ཅིག་ཡིན་པ། ད་དེ་ལ་གཅིག་རྒྱ་ནག་གིས་གོང་ད་རང་དབང་དང་བཅིངས་འགྲོར་གཏོང་ཡོང་བ་གི་ད་ཧམ་ཤིག་མཆོག་རྒྱུག་བྱས་བསྡད་གི་སྐད་ཆ་རྙིང་པ་གི་ཆ་ཤས་ཅིག་མུ་དེ་རན་གོང་ད་བསྐྱར་སྤེལ་བྱེད་གི་ཡོད་རེད། དེ་ང་ཚོ་གི་སེ་པོ་ཧ་གོ་དགོས་དེ་གལ་ཆེན་པོ་ཞིག་རེད་མདོག་མདོག་དེ། མུའི་སྐད་ཆ་ག་རེ་བཤད་བ་གི་གནས་ཚུལ་དེ་རྒྱ་ནག་གཞུང་གི་མི་ལོ་དྲུག་ཅུ་ལ་བོད་མིའི་ཐོག་ལ་མཆོག་རྒྱུག་བྱས་བསྡད་ཡ་ད་བོད་པའི་པར་ཡོངས་ལ་མཆོག་རྒྱུག་བྱས་བསྡད་གི་སྐད་ཆ་རྙིང་པ་ཅིག་མུ་དེ་རན་ངོ་གདོང་གསར་བ་ཅིག་གི་ཐོག་ནས། སྐད་ཆ་བཤད་ཡག་གི་གནས་སྟངས་ཇི་ཡིན་པ་དང་དེ་ལ་ང་རང་བོད་པ་ཅན་པའི་ཆ་ནས་དང་བོད་པའི་ལོ་རྒྱུས་ལ་ཤེས་རྟོགས་ཡོད་པའི་ཆ་ནས་ཨ་ནི་དེ་གནས་ཚུལ་དེ་རྩ་བ་ཉིད་ནས་བདེན་པ་མ་རེད་སེམས་མུག་སྐད་ཆ་གི་འཁྱོག་འཁྱོག་དེ་ལ་ངས་མཐའ་གཅིག་ཏུ་ངོ་རྒོལ་ཡོད་ལ་ཅེས་ཆེད་དུ་དེ་རིང་རིམ་པ་གཅིག་དེ་ཡིན། ད་མུས་དེ་རིང་གི་སྐད་ཆ་བཤད་རྒྱུ་དེ་རྒྱལ་བ་རིན་པོ་ཆེ་ལ་མཚན་དམིགས་དང་སྐུར་འདེབས་གཅིག་པུ་མ་ཡིན་པ། མུའུ་དེ་རན་གྱི་ཧམ་བཤད་དང་འཁྱོག་རྒྱུག་གི་སྐད་ཆ་དེས་བོད་མིའི་པར་ཡོང་དང་བོད་མི་རིགས་ལ་ད་དམའ་འབེབས་དང་འཁྱོག་རྒྱུག་བྱེད་ཕྱོགས་ཀྱི་སྐད་ཆ་གཅིག་དང་དེ་ཡང་དགྲ་བོ་རྒྱ་ནག་གིས་མི་ལོ་དྲུག་ཅུ་གི་རིང་གོང་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ལོགས་ལ་ནི་བོད་མི་གྱི་ཆེ་མཐོང་གཏོར་བརླག་གཏོང་ཡོད་དང་ནི་བོད་མིའི་ངོས་འཛིན་ལ་ད་གོང་ལྟར། ཕྱོགས་སྒྱུར་བྱས་དེ་ཡར་ཁེ། གནས་སྟངས་ཀྱི་ཆ་ཤས་ཅིག་ཆགས་ཡོད་ཡོད་པའི་ཆ་ནས། ཨ་ནི་གོང་ལྟར་མུས་དེ་རིང་སྐད་ཆ་ག་རེ་བཤད་པ་དེ་རྒྱ་ནག་གཞུང་གི་དྲིལ་བསྒྲགས་ཅིག་མུས། བསྐྱར་སྤེལ་བྱེད་ཀྱི་ཡོད་པ་ལ་ངོས་འཛིན་བྱེད་ཀྱི་ཡོད་ལ་དེ་ག་རང་ཆགས་ཡོད་རེད་དེ་ཤོད་ཨ་ཡིན་གཙོ་བོ་དེ། ཏེ། དེ་ནི་སྐད་ཆ་སྙིང་སྟོང་གཙོ་བོ་དེ་ག་རེ་ཡིན་ལབ་པ་ཡིན་ན་མུའུ་གི་སྐད་ཆ་དེ་ཕྱོགས་བསྒྱུར་ཡིན་པ་ཡིན་ན་ལས་མི་ལོ་དྲུག་ཅུ་ལྷག་རྒྱ་ནག་གི་གོང་ལྟར་རྒྱལ་སྤྱིའི་རང་གང་ལ་དགའ་རང་གི་ཕྱོགས་བསྒྱུར་ཤེས་བྱས་ནས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཟོར་ཕྱོགས་ངུས་མང་པོ་ཅིག་ལ་མགོ་སྐོར་བཏང་གི་ཡོད་རེད་དེ་འདྲ་ཡིན་པའི་ཆ་ནི་རྒྱ་ནག་གི་ཕྱོགས་ཞེན་དེ་ལ། ཁོ་རང་ཕྱོགས་ཀྱི་ངོས་ཕྱོགས་ལ་གང་ལ་གང་བཟང་གི་གྲུབ་འབྲས་ཡང་སོང་དུ་ཡོད་རེད་དེ་འདྲ་ཡིན་པའི་ཆ་ནས། ང་ཚོ་གིས་མོ་གེ་གི་ཧམ་བཤད་དང་འཁྱོག་བརྗོད་ཀྱི་སྐད་ཆ་དེ་ལ་ང་ཚོས་ངོ་རྒོལ་དང་ལན་འདེབས་དགོས་པ་དེ་ཞི་བ་གཅིག་གི་གལ་ཆེན་པོ་མཐོང་གི་ཡོད་དེ་ངོ་རྒོལ་དང་ལན་འདེབས་བྱེད་ཡ་དེ་ཡང་ད་ངག་གི་བཟོ་འདྲ་བ་བོད་སྐད་བོད་ཡིག་མ་གཏོགས་མི་ཤེས་བདེན་གཉིས་དེ་སོགས་ཀྱི་ངོ་རྒོལ་དང་དང་ཆོག་ཤེས་ཆེ་བ་ཡིན་ན་ཞི་བ་བྱེད་ཀྱི་ནུས་པ་མཐོང་ཡ་དང་སྙོབ་ཐུབ་ཡ་མེད་དུས་ཙམ་པ་ལ་གཙོ་བོ་དབྱིན་ཇིའི་སྐད་ཀྱི་གནས་ཚིག་ཡག་པོ་ཡོད་ཉེན་དེ་སོགས་ཀྱིས་ད་ལྟའི་དུས་སུ་ལ་བུག་གི་པར་ཡོང་དང་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ནི་བདེན་པ་གི་སྐད་ཆ་བཤད་བྱས་ནས་མོ་རང་ལ་མོའི་སྐྱག་རྫུན་དེ་ལ་ང་ཚོས་འཐེན་གཏོང་དང་ངོ་རྒོལ་བྱེད་དགོས་པ་དེ་གལ་ཆེན་པོ་ཞུ་བ་རེད་དེ་བཅས་ཞུ་བ་ཡིན་ད་ང་ཚོ་གི་ངོ་རྒོལ་བྱེད་པའི་སྐབས་ལ་གནས་སྟངས་གཉིས་ཀྱི་ཐོག་ལ་ང་ཚོ་གསལ་པོ་བཟོ་དགོས་དེ་ངས་གལ་ཆེན་པོ་ཞུ་ཅིག་མཐོང་གི་འདུག་མོའི་དེ་རིང་གི་སྐད་ཆ་དང་ཕྱོགས་རྒྱུགས་ཀྱི་སྐད་ཆ་ག་རེ་བཤད་བ་དེ་རྒྱལ་བ་ཡིད་བཞིན་ནོར་བུ་ལ་ངོ་རྒོལ་གཅིག་པུ་མ་ཡིན་པ་ངས་ད་གིས་གང་ལ་བཤད་བ་ནུས་ཞེས། བོད་མི་གིས་ལོ་སྟོང་ཕྲག་མང་བོ་གི་པར་ཡང་ལ་དམའ་འབེབས་དང་ཕྱོགས་བསྒྱུར་བྱེད་ཀྱི་ཡོད་པའི་ཆ་ནས་ང་སོགས་ཀྱིས་བོད་མིའི་པར་ཡང་དང་རིག་གཞུང་འབྲེལ་བའི་ཐོག་ནས་མོ་ལ་ལན་འདེབས་བྱེད་དགོས་བ་དེ་གལ་ཆེན་པོ་ཞིག་བོད་ཀྱིས་མཐོང་བསྡད་ཀྱི་ཡོད། དེའི་ཐོག་ནས་བསམ་བློ་གཏོང་བ་ཡིན་ན་གནད་དོན་གཉིས་ང་སོགས་ཀྱིས་ངེས་པར་དུ་གསལ་པོ་བཟོ་དགོས་དོགས་ཟེར་ཤོད་ཡ་ཡིན། དང་པོ་དེ་ལྟར་རྒྱ་ནག་གིས་བཤད་སྟངས་བྱས་བ་ཡིན་ན་བུ་རྙིང་པ་གི་སྐབས་ལ་ནི་བུ་དེ་བྲན་གཡོག་དང་ནི་དེ་འདྲ་གི་སྤྱི་ཚོགས་ཀྱི་རེད་ཕྱོགས་སྒྱུར་བྱེད་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་གནས་སྟངས་དང་པོ་དེ་ང་ཚོ་གི་ག་རེ་གསལ་པོ་བཟོ་དགོས་ཀྱི་རེད་ལབ་ན་བུ་རང་བཙན་ཡོད་པའི་སྐབས་ལ་བུ་གི་སྤྱི་ཚོགས་ཀྱི་དངོས་ཡོད་གནས་སྟངས་ག་རེ་རེད། བུ་གི་ནི་མངའ་བདག་དང་གྲྭ་རིམ་དང་ནི་བྲན་གཡོག་ལམ་ལུགས་ཀྱི་དོ་ཡོང་དངོས་པོ་གི་གནས་ཚུལ་དེ་ག་རེ་རེད་དེ་ང་ཚོ་གི་གསལ་པོ་བཟོ་དགོས་པ་དེ་གལ་ཆེན་པོ་གནས་ཚུལ་དང་པོ་ཞིག་རེད་རྡོག་རྡོག་དེ་བུ་རང་བཙན་ཡོད་པའི་སྐབས་ཀྱི་བུ་གི་སྤྱི་ཚོགས་ཀྱི་རང་དབང་དང་གྲྭ་རིམ་གྱི་གནས་སྟངས་དེ་ག་རེ་རེད་དེ་ང་ཚོ་གི།

བླ་བྲེ་ལགས་ཡག་གི་དེ་སོགས་ཀྱི་དངོས་གནས་ཀྱི་ངོ་བོ་ག་རེ་རེད་དེ་སོགས་ཀྱི་གོ་དོང་ག་རེ་རེད་ཨིན་དེ་བརྒྱུད་རེམ་དེ་ག་རེ་རེད། དངོས་གནས་ཀྱི་སྐོང་སོགས་དེ་སོགས་ནོར་ལོག་ལ་མི་ལྤགས་ཀྱི་དབྱུང་བཞེད་དང་ནི་མི་ལྤགས་ཀྱི་བླ་རེ་བེད་སྤྱོད་བཏང་གི་ཡོད་རེད་དང་ཡོད་མ་རེད། ཨ་ནི་དེ་སོགས་བཏང་གི་ཡོད་བ་ཡིན་ན་དེ་སོགས་ག། འབྱུང་ཁོངས་དེ་ག་རེ་རེད་ག་འདྲས་བྱེད་ནི་ཡོང་གི་ཡོད་རེད། དེ་སུའི་གནས་སྟངས་དེ་ལོ་རྒྱུས་ཀྱི་ནང་ལ་འཁྱོག་རྒྱུག་མེད་པའི་ཐོག་ནས་ང་ཚོ་རྒྱལ་སྤྱིའི་སྤྱི་ཚོགས་ལ་གསལ་པོ་བཟོ་དགོས་བ་དེ་གལ་ཆེན་པོ་ཤོས་ཅིག་རེད་དྲན་འདུག་དེ་འདྲས་ཡིན་པའི་ཆ་ནས། གནད་དོན་དེའི་སྙིང་ལ་ང་ཚོ་གིས་རྒྱལ་སྤྱིའི་ཐོག་ལ་གསལ་པོ་བཟོ་ཐུབ་པ་ཡིན་ན། ཕྱོགས་མང་པོ་བཅས་ལ་ང་ཚོས་ལན་འདེབས་ཆགས་འགྲོ་གི་རེད། རྩ་བའི་ཆ་ནས་མི་ལོ་དྲུག་ཅུ་རྒྱ་ནག་གི་གོང་དར་བུ་དེ་སྔར་བྲན་གཡོག་དང་ཞིང་བྲན་དང་ཀླ་ཀློ་རྗེས་ལུས་ཀྱི་སྤྱི་ཚོགས་ཅིག་རེད་ལབ་བསྡད་པ་དེ་ལ་ལྟ། ང་ཚོ་གིས་ལན་འདེབས་ཀྱིས་བཙན་བྱོལ་ཡོངས་གཙོ་བོ་བྱེད་ཕྱོགས་ཀྱི་གོང་དར་དེའི་ཐོག་ལ། ལན་འདེབས་ཀྱི་ཡིག་ཆ་གཅིག་གོ་ཧ་གི་གནས་སྟངས་ཆགས་བསྡད་ཀྱི་ཡོད་རེད་དེ་མེད་པ་ཡིན་ན་གོང་ལྟར་ང་ཚོ་གི་ཐུགས་ཤུལ་གྱིས་ཆགས་བསྡད་ཡོད་རེད་ཡོད་པ་ཡིན་ན་དེ་ཚོ་ད་དུང་འཐུས་སྒོ་ཚང་རུ་གཏོང་དགོས་བ་དང། ནི་སྐད་གཞན་དག་གི་ཐོག་ལ་ང་ཚོས་ཕབ་སྒྱུར་འགྲེམས་སྤེལ་བྱེད་དགོས་དེ་གལ་ཆེན་པོ་ཤུལ་གྱིས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་བརྩམས་པ་ལ་མཐའ་མ་ངའི་སྡོམ་ཚིག་དེ་ག་རེ་ཞུ་ཡ་ཡིན་ལབ་ན། མོ་རང་ལ་ང་ཚོ་གིས་ལན་འདེབས་བྱེད་པའི་སྐབས་ལ་ད་ད་ལྟ་ལན་འདེབས་དགག་ལན་ཁ་ཤས་ཅིག་གི་ནང་ལོགས་ལ་མོ་ཁ་ཆེ་ཡིན་པ་དང་མོ་པ་ཀི་སི་ཐན་ནས་ཡིན་པ་ད་ལྟ་དེ་འདྲ་གི་བཀའ་མོར་ཅིག་གསུངས་བསྡད་ཀི་འདུག་ད་དེ་ཚོ་བྲིས་ཏེ་ང་ཚོ་རྩ་བ་ཉིད་ནས་ལག་པ་འཆང་ཡ་ཡོད་མ་རེད་དྲན་འདུག་དེ་གཅིག་བྱས་ན་རྒྱ་ནག་གི་དངོས་གནས་ང་ཚོ་ད་བོད་པ་དང་ཁ་ཆེ་པ་རུ་དང་ཡང་མིན་ན་ནང་པ་དང་ཁ་ཆེ་པ་རུ་ལ་ཅིག་དཀྲུག་ཤིང་རྒྱག་གི་ཆེད་དུ་དེ་འདྲ་གི་ཁ་ཆེ་གི་གདོང་པ་ཅིག་ཁྱི་ཡོང་བྱས་ནས། ཨ་ནི། བེད་སྤྱོད་གཏོང་གི་ཡོད་ཟེར་བ་རེད་དེ་འདྲ་ཡིན་དུས་བརྩམས་པ་ལ་ང་ཚོ་གིས་མོ་ལ་དགག་ལན་བྱེད་པའི་སྐབས་ལ་མོ་ཁ་ཆེ་ཡིན་པ་དང་པ་ཀི་སི་ཐན་ཡིན་པ་དང་དེ་འདྲ་གི་སྐབས་ལ་རྩ་བ་གཉིས་ནས་ལག་པ་འཆང་གི་ཡོད་མ་རེད་དྲན་འདུག་ང་ཚོ་གིས་རིག་པ་གཟབ་དྲོང་བཅས་ཀྱི་སྒོ་ནས་མོ་ལ་དགག་པ་རྒྱབ་པའི་སྐབས་ལ་ཐད་ཀར་མོ་རང་གི་སྐད་ཆ་གིས་ཕྱོགས་བཞིའི་བྱེད་ཕྱོགས་ཀྱི་གནས་སྟངས་དེ་ལ་དགག་ལན་བྱེད་དགོས་དང་དགག་པ་རྒྱབ་དགོས་དང་ངོ་རྒོལ་བྱེད་དགོས་དེ་ཞིབ་བྱེད་ཀྱི་གལ་ཆེན་པོ་རེད་དྲན་འདུག་དེ་འདྲ་བྱེད་དུས་ད་ལྟའི་ད་ལྟ་ང་རང་གིས་ཁ་ཐུག། དེ་འདྲའི་གས་སྟབས་ཅིག་འཕྲུལ་དར་དང་ངོ་དེབ་དེ་བར་ལ་རྟགས་བསྡད་པའི་སྐབས་ལ་དེ་འདྲའི་གས་ཅིག་ཚོར་བ་འདྲ་བོ་ཅིག་སླེབས་སོ་དེ་ཅིག་ཤེས་དགོས་ཡ་དེ། དེ་བྱེད་དུས་ཚང་མ་ལ་ད་ལྟ་བར་དུ་ཅིག་དེ་འདྲའི་གས་ལན་འདེབས་བྱེད་ཉེན་དང་ད་དེ་སོགས་ཀྱི་ཡི་གེ་དང་ད་དེ་སོགས་ལ་རྟགས་བསྡད་པའི་སྐབས་ལ་དེའི་བསམ་ཚུལ་དེ་ཤེས་ཡ་དེ་གས་ཆེན་པོ་རོ་བཅུ་མཐོང་བསྡད་ཀྱི་འདུག་དེ་ནས་ད་ལྟ་དགོན་སྡེ་གྲྭ་ཚང་རེ་ཟུང་གི་གས་སྟབས་ཅིག་དགོན་པ་གྲྭ་ཚང་སོ་སོ་གི་ལས་ཤོག་གི་ཐོག་ནས་མོ་རང་ལ། ལྟ་ཅིག། ལན་འདེབས་ཅིག་གནང་བཞག་སྟེ་སྲོལ་ངན་ཡག་པོ་རེ་བྲིས་འདུག་ལྷག་པར་དུ་དབྱིན་ཇིའི་སྒང་ལ་དེ་འདྲ་གནང་དགོས་ཡག་དང་གནང་བའི་སྐབས་ལ་ངའི་ལྭ་བ་ནང་བཞིན་གཅིག་ཁ་ཆེ་དང་ནང་པགས་ཀྱི་གནད་དོན་མ་ཡིན་པ་ནི། པ་ཀི་སི་ཐན་ཡིན་དང་མིན་གྱི་གནད་དོན་མ་ཡིན་པ་རྒྱལ་ཁབ་དང་མི་རིགས་དེ་ཆོས་ལུགས་ཀྱི་གནད་དོན་མ། ངོ་བོ་དེ་བེད་སྤྱོད་མ་གཏོང་བ་བྱེད་བྱེད་ནས་དངོས་ཡོད་གནས་ཚུལ་གྱི། ལྔ་ནི། བོད་པའི་ཆོས་བརྒྱུད་ཀྱི་ཉམས་ལེན་གྱི་ཐོག་ནས་བསྐང་གསོ་དང་དེ་སོགས་ཀྱི་ནང་ལོགས་ལ་དེ་འདྲ་གི་ཚིག་རིས་ཡོད་བསྡད་རྒྱུ་དེ་སོགས་ཀྱི་ངོ་བོ་ག་རེ་རེད། ཨ་ནི་བོད་ཀྱི་སྤྱི་ཚོགས། བོད་རང་བཙན་ཡོད་པའི་སྐབས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ག་རེ་རེད་དེ་སོགས་ཀྱི་ཐོག་ལ། ཨ་ནི་ལྷག་པར་དུ་དགོན་སྡེ་གྲྭ་ཚང་དེ་སོགས་ཀྱིས་ད་ལྟ་ཆོས་ཕྱོགས་དང། ཆོས་ཕྱོགས་ཀྱི་ཆོ་ག་ཅིག་དང་འབྲེལ་བ་ཡོད་པའི་ཆ་ནས་ཆོ་གའི་ཚིག་རིས། ཆོ་ག་གི་ཚིག་རིས་ཅིག་དང་འབྲེལ་བའི་ཡོད་འབྲེལ་བ་ཡོད་པའི་ཆ་ནས། དེ་སོགས་ཀྱི་ཐོག་ལ་ངེས་པར་དུ་དགོན་པ་གྲྭ་ཚང་ཁག་གིས་དངོས་གནས་ཀྱི་དབྱིན་ཇི་རང་གི་ཐོག་ལ་ཚིག་ཉུང་ཉུང་དང། ཨ་ནི་གོ་བདེ་བོ་གི་ཐོག་ནས། ཨ་ནི། མོ་རང་གི་མཆོག་གྱུར་དེ་ལ་ང་ཚོ་གིས་ལན་འདེབས་བྱེད་ཐུབ་པ་ཡིན་ན། དེ་གི་སྤྱི་ཡོངས་ནས་བོད་པའི་སྤྱི་ཚོགས་ཀྱི་པར་ཡོང་དང་བོད་བརྒྱུད་ནང་བསྟན་གྱི་ཨ་ཅིག་ཆེ་མཐོང་དང་ངོས་འཛིན་ལ་སྲུང་སྐྱོབ་བྱེད་ཡག་དང་དང་ཕན་ཐོག་མང་པོ་བྱོས་རེད་དེ་ཕྱིར་དེ་རིང་གི་གནད་དོན་དེ་ང་ཚོ་གི་རྒྱ་བ་ཞིག་ནོ་བོ་ལ་མི་ངོ་རྒོལ་བྱེད་ཕྱོགས་ཀྱི་གནད་དོན་གཅིག་པུ་ཆགས་ཀྱི་ཡོད་མ་རེད་མོ་གི་དེ་རིང་ངོ་རྒོལ་བྱེད་བྱེད་ཕྱོགས་དེ། བོད་བརྒྱུད་ནང་བསྟན་གཙོས་པའི་གི་བོད་པའི་སྤྱི་ཚོགས་དང་པར་ཡོང་དང་ནི་བོད་རང་བཙན་སྐབས་ཀྱི་བོད་པའི་སྤྱི་ཚོགས་དེ་ལ་དམའ་འབེབས་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ང་ཚོ་གི་མོ་ལ་དངོས་གནས་ཀྱི། ད་དགག་པ་དང་ལན་འདེབས་བྱེད་དགོས་པ་དེ་གལ་ཆེན་པོ་ཞེ་བོ་གཅིག་སྟེ་དེ་ཡང་དབྱིན་ཇིའི་སྐད་ཀྱི་ཐོག་ལ་དབྱིན་ཇིའི་སྐད་ཀྱི་གནས་ཚུལ་ཡོད་མྱེད་དེ་སོགས་ཀྱི་གཅིག་གཉིས་ཀྱི་ལམ་ནས་ཡི་གེ་ཀྱི་ལམ་ནས་དེ་འདྲའི་ལྟ་སྣང་ཡག་དེ་ང་ཚོ་གི་འཐབ་རྩོད་ཀྱི་བརྒྱུད་རིམ་གལ་ཆེན་པོ་ཞེ་བོ་གཅིག་རེད་དེ་འདྲའི་འདུས་བརྩམས་པ་ལ་དེ་ཚང་མ་གི་གོང་ལྟར་དོ་ཁུར་གནང་རོགས་བྱེད་ཞུ་གི་ཡོད་བཀའ་དྲིན་ཆེ།